རྩ་དྲུག་གི་སྲིད་སྐྱོང་ལ་ཡང་བཞེངས་ཀྱི་ཡོད་ད་མེད་དེ་ང་ཚོ་ཅིག་ཁ་གསལ་ཅིག་གསུང་རོགས་གནང་རོགས། ད་བར་ལམ་མང་ཚོགས་ནང་ལོགས་ལ་ཡང་ཐེངས་གཉིས་པ་ཅིག་བཅར་བ་རེད་སྐབས་དེ་དུས་འོས་བསྡུ་དང་འབྲེལ་བ་གི་ཐོག་ནས་གང་ཡང་བཅར་གྱི་ཡོད་མ་རེད་དེ་ནས་ཡང་ས་གནས་རེ་ཟུང་རེ་ཟུང་ལ་ཡང་གནད་དོན་འདི་དང་འབྲེལ་བའི་ཐོག་ནས་དྲི་བ་གནང་མཁན་དེ་འདྲ་བྱུང་སོང། སྐབས་དེ་དུས་ཚངས་པ་ལམ་ཙམ་གྱིས་ཞུས་པ་རེད། ད་ནི་ཁྱེད་རང་གསུངས་པ་ནང་བཞིན་བྱས་ནས་མང་ཚོགས་ཀྱི་འདོད་པ་དགོས་ཀྱི་ཡོད་རེད། སོ་སོ་ཡིན་ནའི་ལས་ཀ་བྱེད་ཡག་གི་འདུག། འདོད་པ་དང་དོ་སྣང་དང་དབྱིངས་དང་འདུན་པ་དང་ད་ཚང་མ་གཅིག། ལས་དབང་དང་ཚང་མ

སོ་མོ་ཁ་ཆེ་ད་རིང་ཁྱང་ཚོས་ལས་རིམ་འདི་དང་མཉམ་དུ་ད་ཞུ་ཡ་དེ་ག་ན་ད་ལོ་བཞི་ལ་ཆ་ག་ཕྱིན་པ་རེད་སྐབས་བཅུ་དྲུག་པའི་བཀའ་ཤག་གི་ད་སྲིད་སྐྱོང་འོས་འདེམས་བྱུང་ཆེ་ནི་སྔས་མེད་ཀྱི་སྐབས་སྔས་མེད་ཀྱི་འོས་བསྡུ་སྐབས་ལ་ཡིན་པ་ཡིན་ནས་ཉིས་སྟོང་ད་ཉི་ཤུ་ཉི་ཤུ་ཚེ་གཅིག་གི་འོས་བསྡུ་ལས་རིམ་ནང་ལོགས་ལ་ཡིན་པ་ཡིན་ནས་དམ་བཅའ་རེད་པ་ཞིག་ཁ་ཤས་བཞག་པ་རེད། ད་སྐབས་དེ་དུས་ནད་ཡམས་འགྲོ་བསྡད་ཀྱི་ཡོད་རེད་དེ་ཡིན་དུས་ཚང་མ་མི་མང་ལ་དངོས་སུ་འགྲོ་ནས་སྐད་ཆ་མ་བཤད་ཡ་དང། ཨ་ནི། བཙན་བྱོལ་སྤྱི་ཚོགས་ནང་ལོགས་ད་དུམ་བུ་འགྲོ་ཞིག་གི་ཨ་ནི་ལས་གཞི་གཅིག་རྐྱང་ན་གཅིག་ནང་ལོགས་ནས་ད་མཉམ་ཞུགས་བྱེད་ཀྱི་མེད་ཞེས་ཀྱི་དམ་བཅའ་དེ་འདི་རེད། ཨ་ནི་སྐབས་དེ་དུས་ནད་ཡམས་འགྲོ་བསྡད་ཀྱི་ཡོད་པ་དང། ཨ་ནི་ད་སྤྱི་ཚོགས་དྲ་རྒྱ་དར་འཕེལ་ཕྱིན་བསྡད་ཡོད་དུས་ཚང་མ་ཨ་ནི་ནང་ན་བསྡད་ཆེད་ནང་ནས

མང་པོ་ཞིག་གིས་རེ་བ་རྒྱག་གི་ཡོད་ས་རེད། ཁ་ཆེ་ངས་མང་འདུག་ཤིང་ཞུ་བ་ཡིན་སོ་སོ་གི་ངོས་ནས་ད་ཟུག་སྒུལ་ཐོག་ནས་ཡིན་ནའི་རེད། བསམ་བློ་བཏང་ཡག་ཐོག་ནས་ཡིན་ནའི་རེད་ད་ལྟ་འཇོན་ཐག་ཆོད་འགྲོ་ཅིག། ཡོང་བསྡད་ཀྱི་ཡོད་དུས་བསམ་པ་ད་ཉིས་སྟོང་ཉིས་ས་དྲུག་བོད་མི་ལ་ཡར་ལངས་ཡག་འདུག་ཤིང་ཐག་ཆོད་པ་ཡིན། ཡིན་ནའི། ལངས་བ་དང་མཉམ་དུ་ད་གཞོལ་དེ་ལ་ཡང་ད་རིང་ལངས་པའི་སྐབས་དེ་ནི་ད་མང་ཚོགས་ནང་ལོགས་ལ་ཡང་མ་ཕྱིན་ཞེས། ཅིག་འོས་བསྡུ་གི་གསལ་བསྒྲགས་བྱས་ཡ་དང། དེ་ཚོའི་རིགས་དེ་ད་བྱས་མ་གོ་ཡ་འགྲོ་ཅིག། ད་བརྗོད་པ་ཡིན། དེ་ཡི་རྒྱུ་མཚན་གཙོ་བོ་དེ་ཡང་ངས་ཅིག་ང་ཡི་ཐོབ་ཤ་རེད་དེ་འདྲ་དེ་འདྲ་ཅིག་ཁེངས་པ་དང་འདི་འདྲའི་གི་རྒྱུ་མཚན་ཐོག་ནས་གང་ཡང་མེད། ད་ད་ཡིན་པ་ཡིན། གཅིག་སྤྱི་ཚོགས་ནང་ལོགས་ལ་ད་ང་ཚོ་མཐུན་སྒྲིལ་དེ་ཤུགས་ཆེར་གཏང་དགོས་ཀྱི་ཡོད་པ་དང་སྤྱི་བཏང་གི་མང་གཙོའི་ལམ་ལུགས་ཁོ་རང་ཡང་གཅིག་དུམ་བུ་འགྲོ་ཡག་གི་གཞི་འགྲོ་བོ་གཅིག་ཡོད་རེད་ག་རེ་ཁོ་ད་འོས་འཕེན་འཕེན་འཕེན་བྱས་མཐའ་མ་མི་གཉིས་སྣང་ལོགས་ནས་གཅིག་གདམ་དགོས་བྱེད་ཀྱི་ཡོད་རེད་བ་དེ་ཡིན་དུས་བསམ་པ་ཨ་ནི་མང་གཙོའི་སྤྱི་ཚོགས་ནང་ལོགས་ལ་ཡང་འོས་བསྡུ་གི་དྲིལ་བསྒྲགས་དང་རང་བཙན་ཡོད་ངེས་ཀྱི་རྒྱལ་ཁབ་ནང་བཞིན་བྱས་ན་ད་སྔ་མ་ང་ཡས་ཉིས་སྟོང་བཅུ་དྲུག་བསྡུ་བ་ལ་ཡང་གཏུགས་ཆེན་བྱས་པ་རེད་ཨ་ནི་སྐབས་དེ་དུས་བསམ་ཚུལ་མང་པོ་ཅིག་བྱུང་བ་རེད་དེ་ཡིན་དུས་བསམ་པ། ད་མ་འོངས་པ་དེ་རིང་མ་ཡོང་ཡང་རང་ལ་ཡང་བསམ་སྟངས་ཞེས་ད་རིང་གི་དུས་ཀྱི་བརྒྱུད་རིམ་འདིའི་ཐོག་ནས་ཅིག་ཡང་གཞུང་ཁོངས་མ་ཡིན་པའི་སྒྲིག་འཛུགས་དང་དེ་ཚོའི་ཐོག་ནས་ཅིག་གོ་སྒྲིག་སྒྲོག་ཞུ་གི་ཡོད་པ་དང། ཨ་ནི་ཅིག་རླུང་འཕྲིན་ཁང་དང་བརྒྱུད་ལམ་ཁང་ནས་གོ་སྒྲིག་ཞུ་གི་ཡོད་པ་ཡིན་ན་སུས་ག་འདྲ་ཞིག་གོ་སྒྲིག་ཞུ་གི་ཡིན་པ་ཡིན་ན་ད་བགྲོ་གླེང་དང་དེ་ཚོ་ལ་ཉམས་ཞུ་རྩ་བ་ཉིད་ནས། ཞུ་གི་མེད་ཟེར་ནས་དེ་བྱོན་དེ་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ད་ང་ཚོ་ལས་ཀ་བྱེད་ནས་ལོ་ཞེ་བདེ་ཆགས་ཀ་ཅིག་ཕྱིན་པ་རེད་དེ་ཡིན་དུས་ཚང་མ་ད་མི་མང་གིས་ང་ཚོས་ལས་ཀ་བྱས་ཞབས་པ་འདི་ལ་བལྟས་ནས་ཨ་མ་འོངས་པ་ག་ཚོད་ཅིག་བྱེད་ཐུབ་ས་རེད་ཐུབ་ས་མ་རེད་དེ་ཚོ་ལ་གཟིགས་ནས་ད་ཡང་བསྐྱར་འོས་འཕེན་དགོས་ཀྱི་འདུག་བས་མི་འདུག་བས་དེ་མང་ཚོགས་ཀྱི་དགོངས་པ་བཞེས་རེད་མ་གཏོགས་ད་ང་ཚོས་མང་ཕྱིན་ཆད་མི་མང་ནང་ལོགས་ལ་ཡང་ཅིག་སྐད་ཆ་མང་པོ་ཅིག་བཤད་བསྡད་པའི་གིས་ད་ཕན་ཐོགས་ཡ་ཡོད་མ་རེད། གཞན་ཡང་མི་མང་གི་གཅེས་པ་བྱས་ཏེ་ལས་ཀའི་སྒང་ལ་ཡང་གཅེས་པ་བྱས་ནས་ཐག་གཅོད་དགོས་ཡ་གི་གནས་སྟངས་ཆགས་འདུག་གོ་རེད་ནས་ལར་ནས་ད་འོས་བསྡུའི་སྒྲིག་གཞིའི་ནང་ལོགས་ལ་ཡང་དེ་ང་ཚོ་མ་ཅིག་འོས་བསྡུ་གྱི་ལས་རིམ་རེ་རེ་རེ་ཡོང་པའི་སྐབས་དེ་ནི་ང་ཚོ་གཅིག་མང་གཙོའི་གི་བརྒྱུད་རིམ་ནང་ལོགས་ལ་ཡང་བཟང་སྤྱོད་དེ་ག་འདྲས་ཤིག་སླེབས་ཡག་གི་ཐབས་བྱོས་བྱེད་དགོས་ཀྱི་ཡོད་པ་དང་ཨ་ནི་ང་རང་ཚོ་ང་རང་ཚོ་གི་གནས་བབ་དེ་རྒྱུས་ལོན་པའི་ཐོག་ནས་ཅིག་ཡང་སྐབས་རེ་ང་ཚོ་རང་བཙན་ཡོད་ངེས་ཀྱི་རྒྱལ་ཁབ་དང་འདྲ་འདྲ་འདྲ་བོ་བྱས་བསྡུར་ནས་འགྲོ་ཡས་དང་ཨ་ནི་འགྲོ་སོང་མང་པོ་དང་འཕྲལ་འཕྲལ་བོད་ཅིག་མང་པོ་བྱས་དང་དེ་འདྲས་ཀྱི་གནས་ཚུལ་མང་པོ་བྱུང་བ་འདི་གོ་ད་ད་ལྟ་བར་དུ་ང་ཚོ་དཀའ་ངལ་འཕྲད་ཡོད་མ་རེད་ཡིན་ནས་མ་འོངས་པ་ཡང་གང་ལ་ཆོས་སྨྲ་ཤེས་པ་དེ་འདྲའི་གད་དམར་བ། ཡང་དེ་འདྲའི་ངས་ཞུས་པའི་རྒྱུ་མཚན་ལ་བརྟེན་ནས་ཡང། འོས་བསྡུ་ལ་ཞབས་འགན་བཞེས་པ་སུ་ཡིན་པ་ཡིན་ནའི། སྲིད་སྐྱོང་འོས་མི་ལ་ཞབས་འགན་ཡིན་ནའི་རེད། སྤྱི་འཐུས་འོས་མི་ལ་ཞབས་འགན་ཡིན་ནའི་ཡང་དྲིལ་བསྒྲགས་བྱེད་རྒྱུ་ཡོད་མ་རེད་ཟེར་སྟངས་དེ་འདྲའི་ངས་རྩ་བ་ནས་ཞུགས་མེད་དེ་སོ་སོ་སོའི་གི་འདོད་པ་རེད་པ། ད་ལྟའི་ངའི་གནས་བབ་དང་ངའི་བསམ་བློ་བཏང་སྟངས་དང་དེ་ཚོའི་ཐོག་ནས། ཨ་ནི། འདུག་ཞེས་བྱ་བ་ཡིན་ན་ད་ལྟ་དེ་ས་རེད་བསམ་པ་ཅིག་གི་ཐོག་ནས་ངས་ཐག་གཅོད་བྱུང་བ་རེད། ད་ཅིག་བྱས་པ་རེད། ལྷ། ཁྱེད་ཚོ་ཁྱེད་ཉིད་ད་ནི་ཁྱེད་རང་སྲུང་མ་ནང་བཞིན་ཚེས་བདུན་ཉིན་མོ་དེ། འོས་བསྡུ་འགན་འཛིན་དང་འགན་འཛིན་ལས་ཁང་རྣམ་པ་གཉིས་ཀྱིས་ད་འོས་བསྡུ་གྱི། ལས་རིམ་གསལ་བསྒྲགས་འདུ་བྱེད་གནང་བྱས་ཏེ་ཚང་མ་ལོག་ལ་ཡང་ཡང་ཁྱབ་ཆགས་བསྡད་ཡོད་རེད་དེའི་ནང་ལོག་ནས། ཨ་ནི་འོས་བསྡུ་ལས་ཁུངས་ནས་འོས་མི་སོ་སོ་ལ་ཡང་ལམ་སྟོན་གྱིས། དོན་ཚན་མང་པོ་ཞུས་ཡག་རེད། འདི་གས་འདི་ལྟ་འོས་མི་ཞག་ངས་ཚང་མ་ལོག་སུ་ཡིན་པ་ཡིན་ནས། ཁྲིམས་དང་སྒྲིག་གཞི་དང་དེ་ཚོ་བརྩི་སྲུང་དགོས་ཡས་དང། སྤྱི་ཚོགས་ནང་ལོག་ལི་ཡང་དུམ་བུ་འགྲོ་གཞི་དང་མ་མཐུན་པ་བྱ་གཞི་དང། ཨ་ནི་འོས་བསྡུ་དྲང་པོ་བྱུང་མ་སོང་ཟེར་ཡག་གི་གནད་དོན་ཚོ་མ་ཡོང་ཡག་གི་ཆེད་དུ་རེད་ཨ་ནི་ལྷག་པར་དུ། སྲིད་སྐྱོང་དང་བཀའ་བློན་སྤྱི་འཐུས་ལས་ཐོག་འདི་གས་འདི་ལྟ་ད་ལྟ་འོས་བསྡུ་འགན་འཛིན་གྱི་སེ་ར་གནང་ཞག་པའི་ནང་ལོག་ནས་ཨ་ནི། འོས་བསྡུའི་གི་དོན་ཚན་ད་ཉི་ཤུ་རྩིབ་བཞི་པའི་གི་ནང་གསེས་བརྒྱད་པའི་གི་ཀ་བ་དང་ཁ་བ་གཉིས་དེ་འདྲ་བ་ཆགས་ཀྱི་ཡོད་རེད་དེ་དེ་ཀ་བ་དེ་ནང་ལོགས་ལ་ག་རེ་ལབ་གི་ཡོད་རེད་ཟེར་ན་ད་སྒྲིག་འཛུགས་དང་ཨ་ནི་གཞུང་འབྲེལ་མིན་པའི་ཚོགས་པ་ཁག་གིས་ད་སྒྲིག་འཛུགས་སྲིད་ཇུས་ཚང་མ་ལ་བརྒྱུད་ལམ་ཁག་དང་དེ་ཚོས་ཡོང་གི་རེད་གཞུང་ཁོངས་མ་ཡིན་པའི་ཚོགས་པ་དེ་ཚོས་ཀྱི་ཡང་ཅིག་བགྲོ་གླེང་དང་དེ་འདྲའི་གོ་སྒྲིག་ཞུ་ཡ་འོས་བསྡུ་དང་འབྲེལ་བའི་གི་བགྲོ་གླེང་ཚོགས་འདུ་གོ་སྒྲིག་བྱུང་རིགས་ནང་གཞུང་འབྲེལ་གི་ངོ་བོ་ལ་ཡང་ཚོགས་བཅར་ཆོག་པ་མ་ཟད། ཚོགས་སྦྱོར་མི་ཆོག་པ་མ་ཟད། ཚོགས་མི་ཆོག་པ་མ་ཟད་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་དང་དངུལ་དངོས་གང་ཡང་བེད་སྤྱོད་མི་ཆོག་ཟེར་ཡ་འདི། ད་འདི་དགོས་པ་འདྲ་བོ་འདི་གཙོ་བོ་འདི། ད་ནང་ང་ཚོ་རུ་བྱིན་ན་སྲིད་སྐྱོང་ལས་ཐོག་རེད། དེ་ནང་བཞིན་བཀའ་བློན་ཡིན་ན་བཀའ་བློན་ལས་ཐོག་སྤྱི་འཐུས་ཡིན་ན་སྤྱི་འཐུས་ལས་ཐོག་གི། ཡིན་བཞིན་པའི་སྐབས་ལ་ཡང་སྒྲིག་འཛུགས་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་འཛུགས་ཚུལ་གྱི་འོས་བསྡུ་དང་འབྲེལ་བའི་བགྲོ་གླེང་ཚོགས་འདུ་འདི་འདྲ་ལས་སྐད་བཏང་པ་ཡིན་ན་གཞུང་འབྲེལ་གྱི་ཐོག་ནས་བྱ་ཆོག་མ་རེད། ད་དེ་སྲིད་དུས་གཞུང་འབྲེལ་མ་ཡིན་པས་ཀྱི་སོ་སོ་སྒེར་གྱི་དགོངས་པ་ཞུས་ནས་ཕྱིན་པ་ཡིན་ན་ཆོག་གི་ཡོད་པ་ཅི་ཡང་རེད། དེ་དམིགས་ཡུལ་དེ་དེ་བོད་གསུངས་པ་ནང་བཞིན་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་དང་དངུལ་དངོས་གང་ཡང་བེད་སྤྱོད་མི་ཆོག་ཟེར་དེ་ད་དེ་འདྲའི་ཕྱིན་པའི་སྐབས་དེ་བ་ལ་གང་ལྟར་བོད་མིའི་སྒྲིག་འཛུགས་ཀྱི་མོ་དགྲ་ཡིན་ནའི་རེད། མཐུན་རྐྱེན་ཞན་པ་ཚོ་ཡིན་པ་ཡིན་ནའི་རེད། བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་མཉམ་དུ་ཁྲིད་འགྲོ་ཡ་དང་དེ་ཚོའི་རིགས་དེ་བཟང་ཡིན་ན་ཆོག་གི་མ་རེད་བཞི་ནི། དེ་གང་ལྟར་སྤྱི་པའི་གི་རྒྱུ་གཅིག་ཨ་ནི་སྒེར་གྱི་ལས་དོན་ལ་ཡང་བེད་སྤྱོད་མ་འགྲོ་ཡ་གི་ཆེད་དུ་དང་སྒེར་གྱི་ཁེ་ཕན་གྱི་ཆེད་དུ་བེད་སྤྱོད་མ་འགྲོ་ཡ་གི་ཆེད་དུ་འདུག་བཞིན་བཟོས་ཡོད་རེད་ཁ་བ་དེ་ལ་ཡ་ད་གཞུང་འབྲེལ་ཕྱོགས་སྐྱོད་སྐབས་ལ། གཞུང་འབྲེལ་ཕྱོགས་སྐྱོད་ཕྱིན་པའི་སྐབས་སུ་ཨ་ནི། ཕྱོགས་སྐྱོད་གང་གི་ཆེད་དུ་སྒྲུབ་ཀྱི་ཡོད་པ་དང་དེའི་གི་སྐབས་བབ་ཀྱི་ལས་དོན་དང་འབྲེལ་བའི་གི་གནད་དོན་ཁོ་ན་མ་གཏོགས། དེ་མིན་པའི་གི་ས་ཉིད་སོ་སོ་ཡིན་པ་ཡིན་ནས་རེད་མི་གཞན་པ་ཅི་ལ་ཡ། རང་ཉིད་དམ་སྐྱེ་བོ་སུ་རུང་ལ་འོས་བསྡུའི་རྒྱལ་ཁ་ཐོབ་ཆེད་འདས་པའི་གི་ལས་དོན་བྱས་འབྲས་དང་མ་འོངས་བྱེད་འཆར་སོགས་ཀྱི་གཏམ་བཤད་རིགས། སྐབས་བསྟུན་གང་དུ་ཡང་དངོས་ཤུགས་བརྒྱུད་གསུམ་ནས་བྱས་མི་ཆོག་ཟེར་ཡ་ད་དེ་གཉིས་གཉིས་དེ། བཀའ་བཞག་ཡོད་རེད་དེ་ཡིན་དུས་བསམ་པ། གལ་སྲིད་ད་སོ་སོ་དྲིལ་བསྒྲགས་འདྲ་འོས་བསྡུ་དྲིལ་བསྒྲགས་དང། འོས་བསྡུ་བགྲོ་གླེང་དང་དེ་ཚོའི་ནང་ལ་འགྲོ་དགོས་ཀྱི་ཡོད་པ་ཡིན་ན་ད་སྒེར་གྱི་དགོངས་པ་ཞུས་ནས་འགྲོ་དགོས་ཡག་གནས་སྟངས་ཆགས་ཀྱི་ཡོད་དུས་ཨ་ནི་ཡང་སྒེར་གྱི་དགོངས་པ་དང་སྤྱི་པའི་གི་ལས་དོན་ཟེར་ཡག་དེ་ཡང་སྐབས་རེ་སྐབས་རེ་དབྱེ་མཚམས་བྱས་ཡག་ཁག་པོ་ཡོད་རེད་དེ་འདྲ་ཅིག་དཔེར་ན་ཚོགས་འདུ་འདྲ་བོ་ཞིག་ཕྱིན་པ་ཅིག་འོས་བསྡུ་དྲིལ་བསྒྲགས་འདྲ་བོ་ཞིག་ཕྱིན་པ་མི་མང་དུ་བསྡུ་སྐོང་ཅིག་བྱེད་དགོས་ཀྱི་ཡོད་པ་ཡིན་ནས་ས་གནས་འགོ་འཛིན་དང་དེ་ཚོ་བེད་སྤྱོད་བཏང་ཆོག་གི་ཡོད་མ་རེད་བ། ད་འོ་འདི་འདྲའི་གི་གནས་སྟངས་མང་པོ་ཅིག་ཡོད་པས་སོང་ཙང་ཨ་ནི་ཡང་ད་ལྟ་དེའི་སྲིད་སྐྱོང་གི་ལས་ཀ་དེ་ལས་གནས་གལ་ཆེན་པོ་རེད་ང་ཚོ་གི་འོས་བསྡུ་གི་དུས་ཡུན་དེ་དེ་ཚོའི་ཁ་ལང་ཁ་འཛམ་རིང་པོ་བྱུས་ཡོད་རེད་དེ་ཡིན་དུ་བསམ་པ་ཨ་ནི་དེའི་པ་ར་དེ་ཡང་ལས་ཀ་མ་བྱེད་ཅེས་དགོངས་པ་ཞུས་བསྡད་བསྡད་པ་ཡིན་ན་སྲིད་སྐྱོང་དགོངས་པ་ཞུས་ཅེས་དྲིལ་བསྒྲགས་བྱེད་ཁ་ཕྱེ་བསྡད་པ་ཡིན་ན་སྤྱི་པའི་ལས་དོན་ལ་ཡང་འཐུས་ཤོར་འགྲོ་གི་ཡོད་པ་སོང་ཙང་ཨ་ནི་སྤྱི་པའི་ལས་དོན་མུ་མཐུད་ནས་བྱས་ནས་འགྲོ་ཡ་དང་ཨ་ནི་འོས་བསྡུ་དྲིལ་བསྒྲགས་དེ་འགྲོ་མི་དགོས་ཡ་བྱས་ཨ་ནི་མང་ཚོགས་ནང་ལོགས་ལ་ཡིན་པ་ཡིན་ནས་ཅིག་ལྟ། གལ་ཆེ་ཤོས་དེ་ད་ལྟ་འོས་བསྡུ་ལས་ཁུངས་ནང་ལ་འོས་བསྡུ་གྱི་ཤེས་རབ་ནང་གསུངས་པ་ནང་བཞིན་བྱས་ནས་ད་འོས་བསྡུ་གྱི་མང་གཙོ་དེ་ནང་ལོགས་ལ་གལ་ཆེ་ཤོས་དེ། ད་འོས་བསྡུ་གྱི་ལས་རིམ་དེ་ཆགས་ཀྱི་ཡོད་རེད། ད་དེའི་བརྒྱུད་ནས་ཨ་ནི་ད་སོ་སོའི་གི་འགོ་ཁྲིད་ཚོ་ཡང་བདམས་ཡོང་གི་ཡོད་རེད་བ་སྲིད་སྐྱོང་ཡིན་ནའི་རེད་སྤྱི་འཐུས་རྣམ་པ་ཚོ་ཡིན་ནའི་རེད་འདུག་ཤི་ནས་བདམས་ཡོང་གི་འོས་བསྡུ་ཚང་མ་ལ་ཡང་ད་འོས་ཕན་གང་ཡིན་གྱི་མིན་གྱི་དེའི་ནང་ལ་མཉམ་ཞུགས་ཡིན་གྱི་མིན་གྱི་བྱེད་དགོས་དེ་གལ་ཆེན་པོ་རེད་གང་ཟེར་ན། ང་ཚོ་མང་གཙོ་ཚགས་ཚུད་པོ་ག་ཚོད་ཡོད་དང་མེད་ལ་ཡ་དེ་གི་ཚད་གཞི་གཅིག་དེ་ག་བ་ལ་འཇལ་གི་ཡོད་རེད་ཟེར་ན། མི་མང་གང་ག་ཚོད་མང་མང་ཞིག་གི་ད་ག་ཚོད་ཞིག་གི་ཨ་ནི་འོས་བསྡུ་གི་ལས་རིམ་དེ་ནང་ལ་མཉམ་ཞུགས་བྱེད་ཀྱི་འདུག་མི་འདུག་ཟེར་ཡ་དེ་ད་བརྒྱ་ཆ་ལྔ་བཅུ་ཞིག་བྱས་ཤག་དྲུག་ཅུ་བྱས་ཤག་བདུན་ཅུ་བྱས་ཤག་ཟེར་ཡ་གི་ཚད་དེ་གི་ཐོག་ནས་མི་མང་འགས་དེ་ག་ཞིག་དོ་སྣང་བྱེད་ཀྱི་ཡོད་པ་དང་དེ་ཚོ་གི་མཚོན་དེ་གི་འོས་བསྡུ་ཚངས་པ་ཨ་ནི་དེ་འོས་བསྡུ་ལས་ཁུངས་ནས་དག་རང་བེད་སྤྱོད་གནང་གི་རེད་བཤད་གྲངས་ནང་ལོགས་ལས་དག་རང་སྲུང་བཞག་ངས་འགས་འབོད་སྐུལ་ཞུ་ཡ་དེ། སོ་སོ་འོས་སུ་ལ་ཕན་མི་ཕན་ཟེར་ངེས་དེ་སོ་སོའི་འདོད་པ་རེད། རང་སོ་སོའི་རང་དབང་རེད། ཡིན་ནས་འོས་ཕན་ག་ཡིན་གྱི་མིན་གྱི་ཕལ་དགོས་ཡ་དེ་གལ་ཆེན་པོ་རེད་ཨ་ནི། དེའི་སྒང་ལ་ད་ཞུ་ཡ་གི་འདོད་པ་ཡོད་པ་གཅིག་དེ་ང་ཚོ་ཕྱོགས་ག་འདྲས་ཡིན་པ་ཡིན་ནས་སྤྱི་ཚོགས་ག་འདྲས་ཡིན་པ་ཡིན་ནས་ད་བསམ་ཚུལ་མི་འདྲ་མི་འདྲ་ཡོང་གི་རེད་དེ་ཡིན་དུས་ཚང་མ་ལ་ཡང་ད་ཕྱིན་ནོ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཚད་མའི་ཞུ་ངེས་དང་དེ་འདྲ་ཡིན་པ་ཡིན་ན་ནི་ང་ཚོ་གདོང་ལེན་མཐའ་གཅིག་ཏུ་བྱེད་དགོས་རེད་མ་གཏོགས་གཅིག་གཞན་པ་ང་རང་ཚོའི་སྤྱི་ཚོགས་ནང་ལོག་ལ་ལྟས་ཤིག་ཕག་ཚུགས་བཤད་ཡ་དང་དེ་འདྲའི་ཁོ་ད་ཡོང་བསྡད་ཀྱི་རེད། ཁོ་ཕལ་ཆེར་ཆ་ཚང་ཅིག་འཇམ་བཞག་འོག་རེད་ཟེར་ན་ནི་ཁག་པོ་རེད་དེ་ཡིན་དུས་ཚང་མ་ལ་མི་མང་གི་ད་གོ་རྟོགས་ཡག་པོ་དགོས་ཡ་དེ་དང་སྤྱི་ཚོགས་དྲ་རྒྱ་གི་བརྒྱུད་ནས་རྒྱ་ནག་གཞུང་གི་ཡིན་པ་ཡིན་ནའི་འདྲ་འདུག་ཨ་ནི་གཞན་པ་གི་ད་ཅིག་དམིགས་ཡུལ་ངེས་ཅན་ཟིམ་བྱས་སྤྱི་ཚོགས་ནང་ལོག་ལ་དཀྲུགས་ཡ་གི

ལས་རྦད་རིམ་འདི་ནང་ལོགས་ལས་ཡང། ཅེས་འོས་མི་གཞན་པ་སུ་གཅིག་ལ་ཚིག་གཅིག། ལེགས་ཉེས་གང་ཡང་མ་བཤད་པ་ཆེ་གཅིག་ཡག་བཤད་པ་ཡིན་ནའི་ཡང་བསམ་ཚུལ་བྱ་ཡི་འདུག་འདི་ལྟར་གཞན་པ་དེ་བཤད་ཡོད་ན་ཁོ་རང་བཞིན་གྱི་བསམ་ཚུལ་བྱ་ཡ་ཡིན་པ་རོ་ལེགས་ཉེས་གང་ཡང་མེད་པ། སོ་སོ་རང་གི་འགན་ག་རེ་ཁེལ་ཐུབ་ཀྱི་རེད་ག་རེ་བྱེད་ཀྱི་ཡིན་ཞེས་ང་ལ་ཡང་འགན་དེ་བསྐུར་བ་ཡིན་ན་ངས་ལས་འགན་འདི་འདི་འདི་འདི་འདི་རེད་སྒྲུབ་ཀྱི་ཡིན་ཞེས་ཡ་བྱེད། གཞན་ཕྱོགས་གཅིག་ནས་ཅིག་བཤད་དུས་གཞན་པ་ཚོས་ནས་མ་ཆགས་ཅིག་བཤད་མང་ཚོགས་ཟེར་མཁན་དེ་མང་ཚོགས་རང་རེད་དེ་ནང་ལ་སྐད་ཆ་འདྲ་མ་རེ་འགྲོ་བཞིན་སྤྱི་ཚོགས་འཁྲུག་ཡག་གི་ཞི་འདྲ་བ་དེ་ཚོ་འདུག་ཞེན་ཆགས་ཡོང་གི་ཡོད་དུས་བསམ་པ་འོས་བསྡུ་གི་བརྒྱུད་རིམ་དེ་མང་གཙོའི་གི་ད་ལས་རིམ་གལ་ཆེན་པོ་ཅིག་ངོས་འཛིན་བྱེད་པའི་ཐོག་ནས་ཚང་མ་ལོག་གནས་ཚུལ་རྒྱུས་ལོན་པ་བྱེད་ཅིག་དུས་ཐ་མག་བར་དུ་སྒུག་མ་བསྡད་པ་བྱེད་ཅིག་གྲ་སྒྲིག་གནང་དགོས་པ་དེ་ཚོ་དང་དཔེ་གལ་ཆེན་པོ་རེད་བསམ་གི་འདུག།